བློ་ངན་དང་བསྡུར་ཟླ་ངོ་འདྲེ་འདི་སྣང་པ་ཡིན་དུས། ཨ་ནི་ང་རང་གིས་ཆ་ཤས་ཤིག་བླངས་དགོས་བསམ་ཟིན་ཏེ་དེ་ནི་ང་རང་གི་ད་ལྟ་ཚོགས་པ་ཅིག་ཡོད། ཏོག་དབྱིབས་གཉན་རིམས་འབྱུང་པོའི་གླུ་ངོ་ཉིས་བཅུ་གསུམ་པ་ལ་ཨེ་ཅི། འོ་དེའི་ནང་ལ་ང་ཚོ་དྲ་གྲོགས་གཅིག་གིས་ད་ངའི་ཁ་རྩང་བསྡད་པ་ནི། ཨ་ནི་ང་རང་གིས་བསྡུར་ཟླ་རླུང་གི་ལུས་སེམས་འཕྲོད་བསྟེན་སྐོར་ལ་ཟེར་ན་ད། ད་ལྟ་ང་ཚོ་འཛམ་གླིང་ལ་ཡང་ད་ཞེད་སྣང་ཚ་པོ་གིས་དེ་ནི། ཏོག་དབྱིག་གི་བདག་གཉེར་རིན་འབྱུང་པ་ལགས་ཏེ་དེ་ནི་ཆུང་མ་ཡིན་ཏེ་དེ་དང་སྡེ་བའི་ཁྲོད་ནས་ངའི་ཚོགས་པ་ཅིག་བཙུགས་ཡོད་རེད། འདི་རྣམས་ལ་ཐོག་མར་ཆ་ལག་དང་མི་ཡིས་ལྔ་བརྒྱ་དྲུག་བརྒྱ་ཡོད་རེད་དེ་དག་དེ་ནི་ངའི་སློབ་སྦྱོང་ཚང་མ་སྤྲད་ཚར་དུས་མི་དེ་ཚོ་བར་དོའི་ནས་དང་མིའི་བརྒྱ་དང་ལྔ་བཅུ་ལྷག་ལྷག་བཞག་འོ་དེ་འདྲའི་གི་ཚོགས་པ་ཅིག་ནང་ལ་ངའི་ཁ་ཚ་ཁ་ཉིན་སྡེ་བ་ལ་སྤྱི་བཏང་གིས་ཁོ་རང་ཚོ་གིས་བདག་ཚོགས་མི་ཚོ་གི་ཐུགས་འདོད་དང་བསྟུན་ནས་ངེད་ཀྱིས་རྟག་ཏུ་ལྟ་བ་ང་རང་གི་ལུག་ཁྱུ་དེ་འདྲས་རྟག་ཏུ་དེ་འདི་ན་བལྟས་ཏེ་བཤད་དེ་འོ་རེད་འདི་ཡིན་འདི་རྩ་ནི་ད་རིང་ཡང་ལྟ་བ་ཁོ་རང་ཚོ་གི་འདུག་ཕྱི་རོལ་ནང་ལ་སྡོད་དཀའ་ནས་འདི་ནི་ད་རིང་བོད་ཟླ་གསུམ་པའི་ཚེས་པ་བཅོ་ལྔ་ཁེལ་ཡོང་དུས་ཨ་ངས་ཏག་ཏག་བོད་ཟླ་གསུམ་པའི་ཚེས་པ་བཅོ་ལྔ་འདི་ལ་ཡང་སྔོན་མ་ང་རང་ལ་གནས་ཚུལ་འཁྲིད་པ་དེ་ཚོ་བྲིས་ཏེ་རྩ་ཡོད་ངའི་ལུག་ཁྱུའི་ནང་ལ་ད་གསལ་པོ་ཡོད་རེད་དེ་ཡིན་ན་ཡང་ཚོགས་པ་ནང་ལ་ཅིག་ཞུ་བྱ་ན།

དེ་པར་རུ་དེ་ལ་བར་ཆད་བྱེད་མཁན་འདྲ་བོ་ཞིག་འདུག་ཨ་དེ་འདྲ་སོང་ཙང་ཨེ་ཡིན་གི། འོ་ད་ཅིག་གི་ངེད་ཀྱི་ཚོགས་པ་འདིའི་ནང་ལ་ངས་ག་རེ་ཞུས་པ་དེ་ངའི་ཐད་ཀར་ང་ཚོ་གི་བོད་བསྟན་བླིན་ལྡན་ཁང་སྐབས་བཅུ་གཉིས་པ་འདི་ནང་ལ་ངེད་ཀྱི་བུ་ཆོས་པར་ཞུ་ཟེར་ནས་ངའི་ཚོགས་གཙོ་གཡོལ་བའི་དེ་ནི་ངས་འདུག་རྒྱུན་ལས་དང་ཚོགས་མི་རྣམ་པ་ལ་ངས་འདུག་ཞུ་གི་ཡོད་འདུག་རྣམ་པ་ཚོ་དེ་འདྲ་དེ་ཐུགས་ལ་རྒྱག་རོགས་གནང། འོ་ལགས་སོ་ད་ང་ཚོས་ཀྱི་ཡང་ནི་ཚོགས་པ། ལྟེ་བའི་གནས་རིམ་རྒྱུན་པའི་རླུང་གི་རྣལ་འབྱོར་གསུམ་པ་ནང་ལ། ཨ་ནེ་ཞོ་དབྱུག་པའི་རྩེ་བའི་དྲག་སྒྲོག་རྒན་ཞོལ་བག་གསུམ་ཚང་མ་བློ་ལ་དེ་ནས་དུས་གསུམ་བདེ་ལེགས་ཀྱི་འཚམས་འདྲི་དང་ཨ་ནེ་ད་རིང། བོད་ཟླ་གསུམ་པའི་ཚེས་པ་བཅོ་ལྔ་སྟེ། ཞེ་དྲག་གི་ད། ད་ང་ཚོ་བོད་པ་ཡིན་ན། བདུད་རྩི་ད་བོད་ཟླ་བཞི་པའི་ཚེས་པ་བཅོ་ལྔ་ལ་བརྩི་ཡོད་པ། ད་ཡིན་ནའི་ང་རང་ཚོ་ནང་བསྟན་གྱི་ལོ་བཞི་ཚོད་མི་འདྲ་བ་ཡོད་དུས་དཔེར་ན་ཤྲི་རི་ལང་ཀ་རེད་རྒྱ་གར་རེད་དེ་ནས་ཐའི་ལེན་ད་ཁོ་ཚོ་ཚང་མ་གི་ཨ་ནི་བུན་ད་གསུམ་པའི་ཚེ་པ་བཅོ་ལྔ་ལ་ཚེ་ཡོད་དུ་བ་འོ་དེ་འདྲ་སོང་ཙང་ད་དེང་གི་དུས་ཆད་པ་བྱེད་འདི་ཨ་ནི་འདོད་ད་ང་ཚོ་བོད་པ་ཡིན་ན་རྒྱུད་གསུང་གི་ད་ཅིག་དུས་ཆེན་འདོད་ད་སངས་རྒྱས་བཅོམ་ལྡན་འདས་ཀྱི་རྒྱུད་གསུང་གི། དུས་ཚོད་འདི་བོད་ཟླ་གསུམ་པའི་ཚེས་པ་བཅོ་ལྔ་རེད་ལ་ནི་རྩིས་གནང་ལ། ཨོ་དེ་འདྲའི་ཅེས་དོན་འདི་ཡོད་དོ། དེ་ཡིན་དུས་རྩ་ནས་ད་ཐེངས་ཀྱི་དུས་ཆེན་ཨ་ཆེ་པ་བཅས་ལ་ཨ་ནི་དྲ་གྲོགས་ཚང་མ་ལ་གླེང་གསེར་གྱི་དེ་ནས་རྒྱལ་འབྱོར་ཕེར་བའི་དེ་ནས་སྨོན་ལམ་ཞུ་གི་ཡོད་དོ། ཨ་ནི་ཡང་དག་འདི་དང་མཉམ་དུ་ཨ་ནི་ཡང་དག་ང་ཚོ་དྲ་གྲོགས་ས་དེ་འཆམ་པོ་ལ་ཨ་ནི་ཁོང་གིས་དུས། བོད་ཡིག་ལབ་ནས་ད་ངའི་ཁ་ཟས་འབའ་རི་པུ་རི། འབའ་རི་པུ་རི་དེ་འདྲས་ད་སྔོན་བྱུང་རེད་ད་རང་ཉིད་ལ་ཡང་འཕྲད་པ་དུས་ཚོད་བྲལ་ཏེ་ད་ཅིག་ཤོད་པ་དེ། འདི་ལ་ཡང་ཁོ་རང་གིས་དུས་ད་བཀའ་དྲིན་ཆེ་ཟེར་རིན་པོ་ཆེན་ལ་ཧ་ཅང་གིས་སྙན་པོ་བྱུང་ཟེར་ནས་དེ་འདྲས་ཅིག་གསུངས་བཞག། ཨོ་ད་དེ་སྙན་པོ་བྱུང་ན་ངེད་ཀྱི་ཞུས་པ་དེ་ཞུ་གི་ཆོས་པ་ཅིག་བྱུང་བས་རེད་ད་དཔེ་ཁོ་རང་སྟོང་པ་སྟོང་ཟད་མ་ཡིན་པ། ཨོ་དོ་ནང་བཀྲིན་ངེད་ཅིག་བྱུང་པ་ཡིན་དེ་དགའ་པོ་བྱུང་ཞུ་ཡི་ཡིན་འདི་དང་མཉམ་དུ་ཨ་ནེ་ཡང་ཁོང་གི་དུ་ས་ད་ཆ་མོ་ལགས་ཀྱི་ཨ་ནེ་ད་དུང་ཡམ་ཚན་པའི་གནས་ཚུལ་ཁ་ཤས་གསུང་རོགས་གནང་ཟེར་ནས་ཨ་ཁོ་རང་གི་ངོ་ལ་ཡང་རེ་སྐུལ་འདྲ་བོ་ཅིག་ཡིན་དུས་ཨོ་ད་རིང་གི་ད་དུས་ཚོད་ཁྱད་པར་ཅན་ལ་སྟབས་བསྟུན་ནས་ངེད་ཀྱི་ཧོབ་ཏུ་ག་རེ་དྲན་སོང་ལབ་ན།

ཨོ་ཨ་ཅི་ད་འདི་དག་ཡ་མཚན་གི་དེ་འདྲི་ང་ལ་མིག་ཚིག་མང་པོ་བྱུང། ཅི་དང་ཡང་ཚོ་འཛམ་གླིང་གི་འགྲོ་སྟངས་ཀྱི་མི་དང་མ་མཐུན་པ་ཚིག། སོ་སོ་ལ་དཀའ་ངལ་དང་སྲོག་ལ་ཉེན་ཁ་དང་དེ་འདྲི་སྐབས་ལ་ཡ། ཨོ་ལྷ་དང་བླ་མི་ཐུགས་རྗེ་གི་དེ་ནི་ཡ་མཚན་མི་དེ་འདྲི། ཨོ་སོ་སོ་ལ་ཡ་ཅིག་སྲོག་བཅག་པ་དང་ཅིག་དེ་ནི་རོགས་སྐྱོར་གནང་བ། ཨོ་དེ་འདྲས་ད་མང་པོ་བྱུང་ཡོད་རེད། ཨེ་ཆེ་བབ་ཏུ་དེ་ནི་རབ་ཏུ་འབྱུང་ཡིན། ཨ་ནི་ཡ་ཅིག།

དེ་འདྲའི་གནས་ཚུལ་དེ་འདྲའི་བསྟུད་མར་བསྟུད་མར་མང་པོ་ཞིག་འཕྲད་སྲིད་པ་འདི་འདི་ཙམ་ལྟ་ངའི་ད་རིང་བོད་ཟླ་གསུམ་པའི་ཚེས་པ་བཅོ་ལྔ་ཡིན་དུས་ཨ་ནེ་ངེད་ཀྱིས་བོད་ཟླ་གསུམ་པའི་གི་ཚེས་པ་བཅོ་ལྔ་ཉིན་མོ་དེ་ལ་ཡང་ང་ལ་ཡ་མཚན་པའི་གནས་ཚུལ་དེ་འདྲ་ཞིག་བྱུང་མི་རུང་བ་སྟེ་འདིས་ང་རང་གི་མི་ཚེའི་ནང་ལ་ཡ་བློ་གཏོང་ཆེ་ཤོས་ཀྱི་གཅིག་གིས་དང། དུས་ཚོད་གཅིག་གི་ནང་ལ་ཡ་དེ་ནས་སོ་སོ་ལ་ཡ། ཡང་མཁྱེན་པའི་གནས་ཚུལ་དེ་ག་རེ་བྱུང་བ་དེ་ངས་འདི་ན་ལ་གཅིག་ཞུས་པ་ཡིན་ནས་གནས་ངག་དེ་མི་འདོད་ད་དེ་རྔམ་བརྗིད་མེད་པ། རྗེས་མ་ངའི་ལུག་རྒྱུད་ནང་ལ་ཁོལ་ནི་ཁོལ་དགོས་རེད་བ་དེ་ཡིན་དུས་རྩ་ནས་ད་ད། ཨོ་ད་ང་ལ་ནི་ད། ཨོ་དེ་འདྲའི་སྒྲ་ཆེན་འདི་ཡོད་དུས། ད་རིང་འདི་ལ་ཡང་དུས་ས་ཁོངས་ཀྱི་དྲ་གྲོགས་ས་སྟེགས་ཆེན་པོ་ལགས་ཀྱིས། ད་དུང་ཡང་ཡ་མཚན་པའི་གནས་ཚུལ་ཁ་ཤས་གསུང་རོགས་ལབ་སྟེ་ད་རིང་གི་དུས་ཚོད་དེ་བོད་ཟླ་གསུམ་པའི་ཚེས་པ་བཅོ་ལྔ་ལ་ཡང་སྟབས་ཁེལ་བ་ཡིན་དུས་ངེད་ཀྱིས་དྭགས་ར་ད་རིང་ཡང་རྟེན་འབྲེལ་བཟང་པོ་འདུག་བསམ་ནས་ངས་ཅིག་ཤོས་ནང་སྒྲ་བོ་འཕྲིན་ཡིན་དུས་རྣམ་པ་ཚོ་ཨ་ནེ་ཡིན་དུས།

ཨོ་ད་འདི་གི་དུས་ཚོད་འདྲ་བོ་འདི། རྔམ་བྱེད་འདྲ་བོ་ཞུས་ན་ད་ང་ཅག་གི་སེམས་ཁྲལ་རིན་པོ་ཆེ་ཀུམ་འདི་ལ་བཅག་དེ་ནས་རིན་པོ་ཆེན་གྱི་སྔོ་དྲོ་བའི་ཁྲིད་དེ་ཚོ་གནང་ཡག་གི་ལ་ཡག་སྔོ་དྲོ་བའི་ཁྲིད་ཞིག་གཏང། དེའི་རྗེས་ལ་རིན་པོ་ཆེན་གྱི་ད་ང་མཚམས་དམ་པོ་བྱེད་ལ་འདི་གི་ཆོས་ཁང་དུ་ད་ང་ད་དེ་འདྲས་བྱེད་ནས་ད་མན་ངག་དེ་འདྲས་བྱེད་ཡག་གི་ད་དུས་ཚོད་དེ་ལོ་གསུམ་ཆུ་གསུམ་ལ་ཡག་དེ་ནས་ཆུ་ནས་ཡོང་གི་མ་རེད་དེ་ཡིན་དུས་ཆོས་ཁང།

ལོ་གཅིག་ལྷག་སོང་མ་འདུག་དེ་ནས་དགོངས་པ་གནང་ལ་དེ་ནས་ཨོ། དེ་ནས་ང་ལ་ཡང་གནས་ཚུལ་དེ་འདྲའི་ཅིག་བྱུང་ནས་འདིས་གནས་ཚུལ་དེ་ཡག་པོ་བྱུང་སོང་འདྲ་བོ་དྲན་གྱི་འདུག་གང་ཡིན་ཟེར་ན། ཨོ། དེ་འདྲ་རེད་བྱས་ང་རང་ཚོ་ད་ཆུང་དུས་ནས་ད་ཕྱི་ནས་ཕྱི་ལམ་ལ་རབ་ཏུ་རྒྱུགས་ལ་དེ་ད་ལོ་དྲུག་ནས་དགོངས་པ་ལ་བསྡད་དུས་དགོངས་པ་དེ་དངོས་གནས་བྱས་ན་ཐར་པ་སྒྲུབ་པའི་གི་ཞིང་ས་དང། ཨོ་དེ་འདི་གི་ཅིག་ཆད་པ་བ་ཅི་རེད་དེ་ཡིན་ན་ཡང་སོ་སོ་རང་ཉིད་ཕུ་གུ་ཆུང་ཆུང་ནས་དགོན་པ་ལ་བསྡད་ཤག་དུས་དགོན་པ་དེ་སོ་སོ་གི་དེ་ཁྱིམ་ཚང་འདྲ་བ་ནང་འདྲ་བ་ཅིག་གི་ཞེན་གོ་དེ་ཤུགས་ཆུང་པོ་ཞུ་ལེ་གི་འདུག་ཨོ་དེ་འདི་གི་རྣམ་པ་ཐོན་ནས་དེ་སོ་སོ་ཅིག་ཨོ་ཅིག་གི་དག་ས་ལས་ནད་པ་ལི་ལ་འགྲོ་ནས་སོ་སོ་གི་ཅིག་བློ་ལྡོག་ཆུང་བོ་ཞིག་བྱེད་པའི་ཁུལ་རེད་དེ་ཡིན་ན་ཡང་ཅིག་མི་མཐུན་ནི། དགོན་པ་དགེ་དགོན་པ་རྣམས་ལ་ཡང་གཙོ་བོ་ག་རེ་ཞན་ཆ་ཡོད་ལབ་ན་དགོན་པ་ནང་ལོགས་ལ་ཡང་གཞུང་ཆུང་བོ་དེ་ཚོའི་གྲས་སློབ་གཉེར་བྱེད་དེ་ཞུ་ཅིག་སྤུས་དག་པོ་ཡོད་དུས་འདི་ལ་ཡང་ཅིག་གི་དང། སེམས་པ་ཡིད་དབང་འཕྲོག་སླ་བོ་རེད་དེ་ཡིན་དུས་རྩ་བའི་ཐ་སྙད་མང་པོ་ཅིག་ལ་རང་བཞིན་གྱིས་ཅིག་ཁ་ལོ་བཏགས་པའི་དཔེར་ན་སོ་སོ་གི་དོན་དག་ཤེས་ཀྱི་ཡོད་ན་པའི་དཔེར་བཤད་ན་ང་ཚོས། དཔེར་ན་ཅི་ལྟར་ང་རང་ཚོ་མི་གཅིག་ཡིན་ན་དཔེར་ན་བོད་པ་གཅིག་ཡིན་ན། བོད་སྐད་ཤེས་པ་ཡིན་ན། དེ་ནི་བོད་སྐད་ནང་ནས་ཡང་དག་ཆ་ཚང་འདྲ་བོ་གཅིག། ག་ལོག་ལྟ། གཅིག་གིས་དཔེར་ན་གཅིག་གི་ད་ནང་ཆོས་སྦྱང་ཡུལ་དང་ཆ་ཚང་ཡོད་རེད་བ། དེ་ཡོད་པ་དེའི་རྗེས་ལ་ཡང་ཡང་བསྐྱར་དུ་སོ་སོ་ཨིན་ཇི་སྐད་ཅིག་སྦྱངས་ནས་ཨིན་ཇི་གི་ནང་ནས་དེ་ནི་ནང་ཆོས་ཚོ་ལ་ཡང་འགྲེལ་བཤད་ག་འདྲ་རྒྱག་གི་འདུག་ལབ་ནས་ཡང་དོ་སྣང་སྤྲད་པ་འདྲ་བོ། ཨ་ནི་ཡང་གཅིག་གིས་འདི་ན་ཞིག་སྐད་རིགས་གཞན་པ་རྒྱག་གི་རེད་ག་དེ་ཡིན་ན་དུས་ཚོད་ཁྲིད་ལ་ཡང་གཅིག་གིས་སྦྱངས་པ་ཡིན་ན། དེའི་ནང་ལོ་ནི་གཅིག་གིས་དག། ནང་པའི་ཆོས་ཀྱི་གོ་དོན་དོན་ཚུལ་རྐྱང་པ་ཡིན་ན་ཏོ། ཏོ་རྩ་འཁོར་ལ་སྐྱེ་རིང་ལ་བརྟེན་ནས་མ་འདྲ་བ་ཡོད་རེད་དེ་རྩ་བའི་ཆ་ནི། གཅིག་པ་འདྲ་བོ་འགྲོ་བ་དང་ཡིན་ནས་དུས་ཚོད་མང་པོ་ཞིག་བཏང་དགོས་སྐོར་རོ། དེ་ལ་དེ་འདྲ་བོ་འང་ཡིན་ནས་རྩ་ཡོད་ཀྱི་ཞུ་རིན་ཆུན་པོ་གིས་རྩ་ཡོད་ཀྱི་ཁོག་འདྲ་བོ་དེ་ཧ་གོ་དགོས་བ་རེད་དེ་ཡིན་ནས་ད་འདི་ཡང། ཨོ། གཅིག་གིས་དག། དཔེར་ན། དཔེ་འདི་ལྟར་ཚོགས་ཀྱི་སྲོལ་ཡོན་དུ་བརྩོན་དུ་ཚུལ་ཁྲིམས་དེ་ཀ་ཞི་དྲག་གི་དཔེ། གཅིག་གིས་ད་སྤུས་དག་པོ་ཡིན་དུས་རྩ་ནས་དེ་གནད་གཅིག་ཏུ་དཔེ་ཆ་དེ་ཚོ་ཀློག་ཡོང་དུས་དཔེ་གཞུག་ཅིག་ཀློག་མཁན་གྲོགས་པོ་འདྲ་བོ་ཞིག་དོ། འོ་དེ་འདྲའི་དེ་འདྲའི་གི་ད་ཅིག་རང་བཞིན་གྱི་སྒོམ་པ་ལ་ཡང་སེམས་པ་དེ་གཞུག་ཅིག་ཕྱག་འདེབས་མཁན་འདྲ་བོ་ཅིག་རོ། ད་དེའི་སྐབས་ལ་ཡང་སོ་སོ་ཅིག་སྒོམ་པ་རྣམས་ལ་གནས་ཚུལ་ཅིག་བྱུང་བ་ལ་བརྟེན་ནས་དེ་ནི་སྒོམ་པའི་གི་སྤྱི་ཐུན་ནས་བར་ཐོན་པ་རེད།

དགེ་བསྐུལ་དང་ང་ཉིད་ཀྱི་སེམས་པ་མ་ཐུལ་ནས་ཨེ་ཁྱེད་རིན་པོ་ཆེ་ལ་བལྟ། ང་ལ་ང་ལ་ཡང་དགེ་བསྐུལ་གྱི་གོམ་ད་ལག་འོ་ཡོད། རིན་པོ་ཆེ་ལ་ཚོགས་དང་ག་དུས་བཏང་ན་བཏང། ཡིན་ན་ཡང་ང་ལ་ཡང་འོ་མའི་རྒྱ་མཚོ་ལ་ཁྲག་ཐེག་པ་རྒྱག་གི་རེད་ཟེར་འདྲའི་གསུངས་པ་ཡིན་ན་ང་ཁྱོད་ནི་སེམས་པ་ལ་ཡང་བཟོད་གི་མི་འདུག་དེ་ཡིན་དུས་བཙལ་ནི། ཆུང་བ་ར་ཁ་ནས་གྲྭ་ཚང་བློ་སེང་གླིང་གི་སོ་བཞག་ཆོས་ཀྱི་མི་གཅིག་གིས་གྲྭ་ཚང་བློ་སེང་གླིང་གི་འོ་མའི་རྒྱ་མཚོ་ལ་ཁྲག་ཐེག་པ་རྒྱག་བསམ་པ་ཞིག་སེམས་པ་ལ་མེད་དུས་ཚོགས་དང་འདི་ང་བེད་ཁོ་རང་ཅིག་ཞུས་བྱས་པས་འདི་ཆགས་སོང་འདི་ཡོད་འདི་དགེ་བའི་ང་ལ་ཡང་ག་ཚད་དགོངས་དག་མ་ལབ་པ་ཡིན་ན་གྲྭ་བ་དམངས་ཀྱི་སེམས་པ་ལ་ཨོ་འདི་རིན་པོ་ཆེ་ནི་མིང་གིས་ནི་དཔེ་ཆ་ཡང་མ་བཏགས་དེ་ནི་མཚམས་ལ་ཡིན་འདོད་འདོད་ཅེས་སྤང་བླང་དྲངས་ཀྱི་འདུག་ཆ་ཞིག་རེད་བསམ་ན་དགེ་འདུན་དམངས་ཀྱི་སེམས་པ་ཚད་ན་ང་འགྲིག་ས་མ་རེད་ལབ་དུས་དེ་ནི་སོ་སོ་རང་བཞིན་གྱིས། དགོངས་པ་དང་ཡང་ཐག་རིང་པོ་འདེད་དགོས་ཆགས་རེད་དགོངས་པ་དང་ཐག་རིང་པོ་འདེད་ན་རང་བཞིན་གྱིས་ཅིག་གཞུང་ཚོམ་བུ་ལ་ལྟ་ཡུལ་གྱི་དབྱིངས་དང་དེ་གི་ཅིག་དོ་སྣང་སྤྲད་ཡུལ་གྱི་རང་བཞིན་ནི་མིང་དུ་འགྲོ་ཡུལ་དེ་ཆོས་ཉིད་རེད་དོ། འོ་དེའི་རྗེས་ལ་ད་ང་རང་ཅིག་དགོངས་པ་ནི་བར་དོའི་ནི་མཁན་རིན་པོ་ཆེ་ལ་ད་ང་སྒྲོ་གི་ཡིན་དག་ལ་ནི་དེ་འདྲའི་ཤུལ་ནི་དེ་དུས་མཁན་རིན་པོ་ཆེ་ང་ཚོའི་ཚུགས་ཁང་གི་རྒན་གཅིག་རེད་རྒན་དཔའ་སངས་ལགས་ཡིན་དེ་སང་ང་ཚོའི་ད་འདི་རེད་ཨོ་ག་ས་ང་ཚོའི་འབྲི་གུང་བབས་པའི་དུས་སུ་ད། སྒྲིག་བཀོད་འཁྲི་པ་སྒྲིག་བཀོད་ཀྱི་འཁེལ་འཁྲི་ལ་ངོས་བཟུང་དང་འཁྲི་པ་རེད་མི་འདུག་སྒྲིག་བཀོད་འཁེལ་འཁྲི་ཟུར་པ་དང་ཕན་ཚུན་དེ་འདྲའི་ཆགས་ཡོད་བསམ་དྲན་སོ། སྒྲིག་བཀོད་འཁེལ་འབུ་འོ་ད་ལྟ་འཁེལ་འཁྲི་ཡིན་བསམ་ད་འཁེལ་འཁྲི་ཟུར་པ་ཆགས་འདུག་རོ། འོ་དེ་ཡིན་དུས་ཁོང་བློ་སེང་གི་མཁན་པོ་ཡིན་པའི་སྐབས་ལ་རེད་ཁོང་གིས་དུས་ད་རིན་པོ་ཆེ་གནས་སྐབས་རིང་གྲྭ་ཚང་ནས་ཨ་མེ་ཡེ་ཅིག་འབྲི་གོང་ནས་ཐོན་པ་ཡིན་ཟེར་ནས་རིན་པོ་ཆེ་འགས་དེ་ཡི་གེ་ཅིག་བྲིས་ཤོག་གཉིས་དེ་ལ་ཡ། དྲ་མིག་དཀྲིས་ཀྱི་རེད་མ་འོངས་པར་རིན་པོ་ཆེ་ག་དུས་དགོན་པ་ལ་ཕེབས་ངེས་འགྲོ་ན་དགོན་པའི་སྒྲིག་འཛུགས་ནང་འཛུལ་ཆོག་གི་རེད་ལ་ནི་དུས་དུས་ཞི་དྲག་གི་ཅིག་མཁྱེན་རུང་མི་མཁྱེན་ཡིན་པའི་བཀའ་ལ་རྒས་དཔག་སངས་ཀྱི་ཞི་དྲག་གི་ཅིག་ཐུགས་རྩ་བ་ཆེན་པོས་ཀྱི་དོན་ནི་བཀའ་དྲིན་བསྐྱངས་པ་དེ་དང་དུས་ཡིན་ན་སེམས་པ་ལ་དྲན་གྱི་འདུག་སྟེ་ཡིན་ན་ཡང་སྐབས་དུས་ཀྱང་ང་རང་གི་ལྟ་བ་ཕྲག་པོ་ཅིག་ལ་འོ་རེད་སེམས་པ་ལ་ཡང་ད་ང་ཁྱོད་ནི་དེ་ཐུགས་ས་མ་རེད།

ལ་སོ་སོར་གསོལ་མ་དུལ་བར་བྱེད་དེ་ནི་བསྒོམ་པ་ལ་མ་བསྟེན་ནས་དེ་ནི་ཕྱག་རྒྱ་བར་རྡོ་རྗེ་གདན་ལ་ཐོན། ཨོ་དེ་འདི་གི་ད་རྡོ་རྗེ་གདན་ལ་ཡང་ང་རང་ལ་ཡང་ད་ཅིག་ཡམ་སྲིང་གི་ཨ་ནི་ཡང་དེ་འདྲའི་དངོས་བྱུང་ཅིག་ད་བྱུང་ནི། བོད་ཟླ་གསུམ་པའི་ཚེས་པ་བཅོ་ལྔ་ཉིན་མོ་དེ་ལ་ཡང་འདི་གི་རྟགས་འདྲ་བོ་དེ་ཐོན་པ་རེད། ཨོ་དེ་ཞུ་བའི་ཡིན་ད་དེ་ཡིན་དུས་འདི་གི་རྗེས་མ་དེ་ལ་ཞུ་བཅུག་པར་བྱེད། ཨོ་ལགས་སོ་ཨ་ནི་ད་ལན་གསུམ་པ་འདི་ལ་ཡང།